རང་ལུས་མེ་ལ་བསྲེགས་ཏེ་བོད་རྒྱལ་ཁབ་དང་མི་རིགས་རང་དབང་རང་བཙན་གྱི་ཆེད་དུ་རང་སྲོག་བློས་བཏང་ནས་བདུན་ཕྲག་གཅིག་འགྲོ་གི་འོ་རེད། དེ་རིང་ཧྥ་རན་སིའི་རྒྱལ་ས་པེ་རི་སི་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚགས་ཁང་གི་མདུན་དུ་བོད་རིགས་མང་ཚོགས་སྟོང་ཚོ་ལས་བརྒལ་བ་འདུ་འཛོམས་ཀྱིས་ནག་ཉེས་དགོས་འདུན་དང་རྗེས་དྲན་གྱི་ཆེད་དུ་གཞི་རྒྱ་ཆེ་བའི་ལས་འགུལ་ཞིག་སྤེལ་དང་སྤེལ་བཞིན་པ་རེད་འདུག།

ཁོང་རྣམ་པ་ཚོས་དེ་ཚོས་ང་རང་ཚོ་ལ་དེ་ཚོས་དུས་ག་རེ་དྲན་དགོས་ཟེར་ན། གོང་གསལ་ཁྲིམས་དཔོན་ཆེན་པོ་མཆོག་གིས་གསུངས་པ་ནང་བཞིན་ང་རང་ཚོ་གི་མ་འོངས་འཐབ་རྩོད་དེ་རྩིས་སྤྲད་ས་དེ་མི་རོ་གཞོན་པ་ཚོའི་ཆག་སྒོ་ཡོད། དེ་ཆོས་དུས་མི་རོ་གཞོན་པ་ཚོས་ཀྱི་དེ་ལ་ཡང་དོ་སྣང་གནང། འཚོ་བ་ཡོད་པའི་ཐོག་ནས་ད་རིང་འདི་ནང་ལོགས་ལ་ཡང་བརྒྱ་ཆ་བདུན་ཅུ་ལྷག་ཅིག་མི་རོ་གཞོན་པ་རྣམ་པ་ཚོས་ཇི་ཡང་ཡོད་པ་དེ་ལ་ཡང་དགའ་གུས་ཞུ་གི་ཡོད། རྙིང་པ་དེ་ལ་ཡང་ངའི་རྣམ་པ་ཚོ་ལ་ཡང་ད་དུང་གཅིག་མ་གཏོགས་ཞུ་ཡ་མེད། ད་དུང་དེ། མཁར་ཚོང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་ལ་ཡར། བློ་དགའ་རང་བཙན་ལགས། སོ་སོའི་སྒེར་གྱི་ཐོག་ལ་ཡིན་པ་ཡིན་ན་ཡང་གྲོགས་པོ་ཡིན། གྲོགས་པོ་ཆགས་ཡག་དེ་ཡང། ཟ་རེས་འཐུང་རེས་ཀྱི་གྲོགས་པོ་དེ་མིན། ཚིག་གཉིས་ཀྱི་ཐོག་ནས་ང་གཉིས་གྲོགས་པོ་ཆགས་དགོས་ཡོད་རེད་བློས་གཏོགས་ཆགས་དགོས་ཡོད་རེད། མ་གྲོངས་ཀྱི་སྔོན་ལ་ཡར་ཁ་པར་བཏང་སྟེ་ཁྱེད་རང་ཕྱག་ནང་མང་པོ་ཞུ་ཡག་གི་གོ་སྐབས་བྱུང་སོང། ཚིག་གཉིས་དེ་ག་རེ་རེད་ཟེར་བ་ཡིན་མིན་ན། ང་ནི་ཆོས་བརྒྱུད་ཀྱི་ཐོག་ནས་གྲོགས་པོ་ཆ་འཇོག་མ་རེད། ཆོལ་ཁ་གི་ཐོག་ནས་གྲོགས་པོ་ཆ་འཇོག་མ་རེད། མཚན་ཉིད་ཀྱི་ཐོག་ནས་ང་རང་ཚོ་གང་ག་ཡིད་ཆེས་ཡོང་བ་ཡོད་རེད་གྲོགས་པོ་ཆ་ཡོད་རེད། མཚན་ཉིད་དེ་ག་རེ་རེད། རང་བཙན་ཟེར་དེ་རེད། སོ་སོ་རང་ཉིད་ཡིན་པའི་ནས་རང་བཙན་ཐོག་བརྩད་པ་དེ་ཡིན་ལ། ཁོང་ཉོན་མདོག་ཨ་རི། ཝ་ཤི་ཏོན་ཚེ་པའི་ལས་འགོ་མང་པོ་ལས་ཡང་མཉམ་ཞུགས་བྱས་རང་བཙན་ཚོགས་འདུ་མང་པོ་བྱས་མྱོང་ཡོད། ཧ་ཅང་གི་ཁུལ་གྱི་སེམས་ཚོར་དེ་གི་ཐོག་ནས་ཀ་མེད་ཤོར་པ་ཡིན་ན་ང་ཚོ་མི་ལུས་ཆོས་མང་པོ་ཡ་རང་རེད་དེ་བྱེད་དུས་དེ་ཡ་བྱེད་པ་མ་དགོས་པའི་ཐོག་ནས། ང་རང་ཚོའི་བཙུན་བྱོལ་ནང་ལོགས་ལ་ཡང་དཀའ་ངལ་གཅིག་གི་ཐོག་ནས་རྣམ་པ་ཚོ་ལས་ཤོར་བ་ཡིན་ན། རང་བཙན་བློ་དགའ་ལགས་ཚོ་པ་སྐྱིད་སྡུག་ཡིན་པ་ཡིན་ན་རེད་གནད་ཡོད་མི་སྣ་ཡིན་པ་ཡིན་ན་རེད་ཁོང་གི་ཞེ་ཆེན་དེ་ཡིན་པ་ཡིན་ན་ཡང་དགྲ་བོ་རྒྱ་དམར་གཞུང་གི་བཙན་འོག་ལས་དེ་ངའི་ནང་བཞིན་གྱི་བཟོ་ལྟ་བཟོ་སྙན་ངག་ནང་བཞིན་གོ་བ་རྒྱག་ནས་མོ་མོ་གྱིས་མཐོང་དུ་དགོས་དོ་དེ་གི་ང་སེམས་པ་ཕངས་ཤིས་ཏེ་ཁོང་གིས་ང་ཚོ་ལ་ཡང་སྐར་མ་དྲུག་ཅེས་པ་ནང་ལོགས་ལ་ཡང་གནས་བརྟན་གཉིས་མ་གཏོགས་ཡོད་མ་རེད་རྣམ་པ་ཚོ་ལ་ཡང་ངས་ཤོད་པ་ཡིན་ན། གནས་བརྟན་གཉིས་དེ་གནས་བརྟན་དང་པོ་དེ་ང་ཚོ་ལ་འབོད་ཁུལ་དེ་རེད། འབོད་ཁུལ་ག་རེ་རེད། བཙན་བྱོལ་ལ་ཡོད་པའི་ང་ཚོ་བལ་རིགས་ཚོ་རྡོ་རྩ་གཅིག་སྒྲིལ་གནང་རོགས་གནང། ཆོལ་ཁ་ཆོས་ལུགས་མ་རྩོད་རོགས་གནང་ཟེར་ཏེ་ཁོས་ང་ཚོ་ལ་འབོད་ཁུལ་དེ་རེད། འབོད་ཁུལ་གྱི་མཐའ་ལ་ཡང་ང་ཚོ་ལ་རེ་བ་ཅི་ཡོད།

ཐུགས་རྗེ་གཟིགས། ལག་གཉིས་ཐུན་མོང་བཞག་ནས་གསུང་དུ།
སྐར་མ་དྲུག་ཅན་གྱི་ནི་ཞལ་ཆེམས་ཀྱི་ཞག་ཡོད་རེད། འདི་ང་ཚོ་བོད་རྒྱལ་ཁབ་དང་མི་རིགས་ཇི་སྲིད་རང་དབང་བསྐྱར་གསོ་མ་བྱུང་བར་དུ། བོད་མི་རབས་ནས་མི་རབས་ཚང་མ་ལོག་གི་ཐུགས་ལ་ཉག་བཞད་དོན་རྟོགས་པའི་ཐོག་ནས་མི་རིགས་ཀྱི་གོང་བུ་ནོར་བ་གཅིག་གྱུར་གྱི་ནོར་བ་དེ་གོང་འཕེལ་བཏང་སྟེ་དགྲ་དང་སྙིགས་དགྲ་དང་གཉེན་ཟེར་བ་དེ་ཁྱད་པར་ཤེས་པའི་སྒོ་ནས། འབྲོག་པའི་ཁམས་གསུམ་གྱི་གཞིས་བྱེས་བོད་རིགས་ནང་ཁུལ་གྱི་མཐུན་ལམ་ལ་དགོངས་པ་བསྐྱར་དུ་བཞེས་ཆེད། རིག་པ་ཆེ་འབྲིང་གིས་རྒྱལ་ཁབ་དང་མི་རིགས་བདེ་སྐྱིད་ཀྱི་ཆེད་དུ་རང་དབང་གི་ཆེད་དུ་རང་བཙན་གྱི་ཆེད་དུ་བོད་ས་བོད་གཞུང་བོད་མི་གི་སྐྱོང་ཐུབ་ཡ། བོད་ཡུལ་ལ་བོད་མི་གི་ལོངས་སུ་སྤྱོད་ཐུབ་ཡ།

ད་རིང་སླེབས་པ་ཡིན་ཐུགས་རྗེ་གནང། ལགས་སོ་དེ་རིང་འདི་ལ་མི་མང་པོ་ཞུགས་འཛོམས་འདུག་ཡ། France ལ་ཅི་ད་བོད་པ་མང་པོ་རེད་དེ་རིང་འདི་ལ་བོད་པ་གཞོན་སྐྱེས་མང་པོ་ཁྱེད་རང་དང་ཁྱེད་རང་འདྲ་བ་མང་པོ་སླེབས་འདུག་ཁྱེད་རང། འདི་ཐོག་ལ་བསམ་ཚུལ་ག་རེ། ད་ང་ཚོ་ད་ལྟ་གར་ས་ད་ལོ་རྒན་པ་དེ་ཚོ་མི་དེ་ཚོ་ད་ཡ་ཡ་ཆེན་པོ་ཆགས་འགྲོ་གོ་རེད་ད་རྒན་རྒན་འགོ་ཆགས་འགྲོ་གོ་རེད་ང་ཚོ་སུ་སུ། སུ་སུ་གར་ས་ལོ་ཆུང་བས་མ་ཕྱིན་ན་ཟ་ད་སུས་བྱེད་ཡི་རེད་ང་ཚོ་བོད་པ་ར་འོར་ཅི་ས་ཚང་མ་ལོ་ཨ་ནི་ད་ད་ད་ད་འཛམ་གླིང་ཡོངས་ལ་བཞུད་པའི་ཨ་ནི། ཨ་ནི་བུ་བུ་ཆུང་ཆུང་དེ་ཚོ་གང་ས་ཡོད་ར་བ།

གཞོན་ནུ་ཚོགས་པ་ས་གནས་གཞོན་ནུ་ཡང་ཨང་གོ་སྒྲིག་བྱས་ནས་ཁུངས་ནས་ཡོད་རེད་ཁྱེད་རང་ས་གནས་གཞོན་ནུ་དྲུང་ཆེ་ཅིག་ཡིན་པའི་ངོས་ནས་ཚོགས་པ་ཁག་གི་དེ་རིང་འདིའི་གོ་སྒྲིག་བྱེད་དགོས་པའི་དགོས་པ་རྒྱུ་མཚན་དང་དེ་ལ་དོན་སྙིང་ག་རེ་ཡོད། ད་འདི་ཡིས་ང་ཚོ་གི་ད་རེས་རྒྱལ་གཅེས་དཔའ་བོ་རང་བཙན་བློ་དགའ་ལགས་ཀྱི་ཨ་ནེ་འདི་འདྲའི་སྐུ་ལུས་མཆོད་འབུལ་སྤེལ་ཡག་དེ་ཁོ་རང་སྒེར་གྱི་གནད་དོན་ཅིག་མ་རེད་འདི་རྒྱལ་ཁབ་དང་མི་རིགས་ཀྱི་རྩ་སྟོང་རེད་ལ་ང་ཚོ་བོད་རང་བཙན་འཐབ་ཚོགས་ཀྱི་ཐོག་ནས་འདི་འདྲའི་དཔའ་བོ་འདི་འདྲ་དོང་ཡོང་པའི་སྐབས་ལ་ད་ང་རང་ཚོ་དེ་ག་ཟེ་འདི་འདི་ཡང་གཅིག་གནས་སྟངས་ཤིག་ཆགས་ཡོད་མ་རེད། དེ་ཡིན་པ་སོང་ཙང་ང་ཚོ་ངོས་ནས་ད་ད་འདི་ང་ཚོ་ས་གནས་གཞོན་ནུ་དང་ད་ད་འདས་གི་ཚོགས་པ་ཁག་དེ་རྗེས་ཀྱི་ཐུན་མོང་གི་ཐོག་ནས་ང་ཚོ་དེ་རིང་འདུ་འཛོམས་ཀྱི་ལས་འགུལ་འདི་འདྲ་སྤེལ་ཡོད་རེད་ལས་འགུལ་དེ་ཚོ་དེ་རིང་མི་འབོར་ཆེན་པོ་ཆེ་ཨ་ནེ་གནད་ཡོད་མི་སྣ་མང་པོ་ཆེ་དེ་ཕེབས་ཀྱི་གཏམ་བཤད་དེ་གནང་སོང་གནང་དགོས་ཀྱི་རེད་དྲན་གྱི་འདུག་ད་ད་ལྟ་མ་འོངས་པ་ཡིན་པ་ང་ཚོ་རྒྱལ་གཅེས་དཔའ་བོ། རང་བཙན་བློ་དགའ་ལགས་ཀྱིས་ང་ཚོ་བོད་རང་བཙན་འཐབ་ཚོགས་ཀྱི་ཐོག་ནས་ལས་འགུལ་མང་ཙམ་སྤེལ་དགོས་ཡག་ཅིག་དང་ཨ་ནི་བོད་ཆོལ་ཁ་གསུམ་གཅིག་བསྒྲིལ་ཞིག་དགོས་ཡག་གི་ད་ཁོ་རང་གི་ཞལ་ཆེམས་གཙོ་བོ་དེ་དེ་རེད་དེ་ཡིན་པ་སོང་ཙང་ང་ཚོ་དཔའ་བོ་དུ་ཚོགས་ཀྱི་རྗེས་སུ་དྲན་ཏེ་ཨ་ནི་རྒྱལ་གཅེས་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་ད་ལྟ་བར་དུ་སོག་པོ་མི་ཡུལ་ལ་བཞུགས་པའི་ཀྱི་རིང་ལ་ཨ་ནི་རྒྱལ་ཁབ་དང་མི་རིགས་ཀྱི་རྩ་སྟོང་གི་ཐོག་ནས་འཐབ་རྩོད་དྲང་ལས་ལྡན་པ་བྱུང་ཡོད་བྱས་ཡོད་རེད་བྱས་ཙང་དེ་འདྲ་ཡིན་པ་སོང་ཙང་ད་རིང་ང་ཚོ་གི་ངོས་ནས་ཁོང་གི་ཞལ་ཆེམས་དེ་ཉམས་སུ་ལེན་པའི་ཐོག་ནས་མ་འོངས་པ་ཡིན་ན་ང་ཚོ་པེ་རི་སི་རྒྱུད་གཙོ་བའི་རྒྱལ་ཁབ་ས་གནས་གང་ཡོད་པ་དང་བོད་མི་རིགས་ཀྱི་འཐབ་ཚོགས་ཀྱི་ལས་འགུལ་དེ་ཤུགས་ཆེ་རུ་སྤང་དགོས་བ་ངར་ཤ་ཆེ་རུ་གཏང་དགོས་ཡ་དེ་འདྲའི་གི་གནས་སྟངས་ཞིག་མཐོང་སོང་སོ་སོ་ཡིན་པ་ན་ད་ཁོ་རང་གི་ཅེ་དང་པོ་བརྙན་གི་ནང་ལོགས་ལ་ནུག་སེ་ཁོ་རང་གི་སྐུ་ལུས་མེ་ཤུགས་ཕུལ་བའི་ཡ་དེ་ཅག་མཐོང་ཡོང་དུས་དངོས་གནས་ཅེ་སྐད་ཆ་ཞེ་དྲག་བཤད་མི་ཐུབ་པ་ད་ཅེ་ད་ལྟའི་བར་དུ་ལ་ཨ་ནི་སེམས་ཀྱི་མིག་ཆུ་དེ་མ་རྐང་པའི་ཐོག་ནས་ད་ད་ལྟ་འདི་འདྲའི་ཅིག་གནས་སྟངས་དེ་ཆགས་ཡོད་རེད་དེ་ཡིན་པ་ཡིན་ན་ང་རང་ཚོ་གི་ད་ཁོ་རང་གི་ཞེ་ཆེམ་དེ་བོད་རང་བཙན་གི་འཐབ་ཚོགས་བྱེད་དགོས་ཡ་ཅིག་དང་ང་རང་ཚོ་རྡོག་རྩ་གཅིག་སྒྲིལ་གི་ཨ་ནི་རྒྱལ་ཁབ་དང་མི་རིགས་རིག་གཞུང།

ལས་ཀ་ནི་དགོངས་པ་ཞུས་ད་རིང་འདི་གླས་པ་དེ་དངུལ་གླས་ཁོ་རང་ངའི་གཟི་བརྗིད་ཞིག་མཐོང་གི་འདུག་ར་འདི་ཡིན་ཙང་ད་རིང་བོད་པ་གླས་སྐྱོ་ཚང་མ་ལ་སྙིང་ཐག་པ་ནས་ཐོ་ཅི་ཆེ་སི་ང་ཚོའི་གི་ནུས་པ་དང་ང་ཚོའི་གི་ནུས་ཤུགས་དེ་ག་རེད་ལས་ན་རྡོག་རྩ་གཅིག་སྒྲིལ་དེ་རེད་ད་རིང་རྡོག་རྩ་གཅིག་སྒྲིལ་གི་ཐོག་ནས་ང་ཚོ་ཚང་མ་འདི་འཛོམས་པ་ཅིག་འདི་གླས་ཐོག་ནས་དངུལ་གླས་ཁོ་རང་སེམས་པ་ལ་དཔེ་ད་རིང་དངུལ་གླས་ཁོ་རང་ད་བློ་ཁ་འགྲོ་ཅིག་ང་ཁོ་རང་གི་རང་རང་སྲོག་བློས་རེད་འདི་མི་བློ་ཁ་འགྲོ་ཅིག་སྒོ་ནས་ཚུར་གླས་ཡོད་མ་རེད་དེ་ཡིན་ནས་ད་རིང་ལས་འགུལ་འདི་གི་ར།

ཁོ་ཚོའི་གི་ད་བྱས་བྱས་འདུག་ཚོད་མ་བྱས་བྱས་ང་ཚོ་མུ་མཐུད་ནས་ད་རིང་གཅིག་གོ་བྱེད་མས་མུ་མཐུད་ནས་ལས་འགུལ་སྤེལ་རོགས་བྱེད་རྡོག་རྩ་གཅིག་སྒྲིལ་དུ་མུ་མཐུད་ནས་ཉར་རོགས་བྱེད་གོ་བྱེད་ད་འདི་ལས་ལྷག་ང་ཚོ་གས་བྱས་ཡོད་མ་རེད་པ་རྡོག་རྩ་གཅིག་སྒྲིལ་གི་ཐོག་ནས་ང་ཚོ་དངོས་གནས་གོ་རེ་རྒྱལ་ཁ་ཐོབ་གི་རེད་བསམ་གི་འདུག་ཐུགས་རྗེ་ཆེ་གནང། ལགས་སོ། རྒྱལ་གཅེས་དཔའ་བོ་རང་བཙན་བློ་དཀར་ལགས་རྗེས་དྲན་དང་ཁོང་གི་ད་ནི་རང་སྲོག་བློས་བཏང་གནང་བ་དེ་ལས་གདུང་སེམས་མཉམ་བསྐྱེད་ཀྱི་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་བསྡད་ཤག་འདི་ལས་ཀྱི་དངོས་བདེ་རེད་དེ་ཆེད་གཏོང་གནང་རྒྱུ་འདུག་སི། ལས་འགུལ་ནང་ལ་མཉམ་ཞུགས་གནང་སྐབས་ཕེ་ཤ་ཀུང། རྩ་བའི་ཆ་ནས་ད་ལོ་ཁར་རང་བཙན་ལག་གི་བློས་གཏོང་དེའི་ཐོག་ལ་ཡང་གཟིགས་ཚུལ་གཅིག་གསུང་རོགས་གནང་ཞུ་ཡ་ཡིན། ལགས་སོ་ལགས་ཐུགས་རྗེ་ཆེ་ད་ཁྱོད་རྣམ་པ་ཚོ་དུག་ནང་གནང་ང་འདི་འདྲའི་ལས་ཡག་ཕེབས་པ་ཐུགས་ཆེ་ན་རེད་ད་ད་རིང་བློ་དགའ་རང་བཙན་ལག་གི་ང་རང་ཚོའི་བོད་མི་རིགས་ཀྱི་བདེ་སྡུག་དང་འབྲེལ་བའི་ཐོག་ནས་གཞིས་བཞུགས་བོད་མི་དཀའ་སྡུག་དང་འབྲེལ་བའི་ཐོག་ནས་ཁོང་གིས་བློས་བཏང་ཆེན་པོ་གིས་ཚེ་སྲོག་ཆེན་མོ་ཕུལ་ཡ་དེ་ད། ང་རང་ཚོའི་ཆ་ཚང་གི་ཁོང་གི་ཞེ་ཆིང་སྐར་མ་དྲུག་ཅེས་བྱ་བ་གྱི་གནས་སྟངས་དེ་ནང་ལོགས་ལ་ཡང་གོ་རྟོགས་དེ་ཡང་ཅིག་དེ་རེད། གཉིས་སེ་ཁོང་གིས་སྐུ་གཟུགས་ཆོས་མིན་ཕུད་པ་ཙམ་མ་ཡིན་པར། ཆོས་མིན་མ་ཕུད་ངེས་ལ་ཁོང་གི་བློ་སྟོབས་ཁོང་གི་དཀའ་མའི་གསང་སྟངས། ནང་དོན་དེ་ཚོ་ཆ་ཚང་ལ་བརྟགས་པ་ཡིན་པས་ནས་བོད་མི་རིགས་འདི་གི་ཆེད་དུ་བློས་བཏང་གི་ཆོད་སེམས་བརྟན་པོ་ཡོད་པ་དེ་ང་ཚོ་ཆ་ཚང་གི་མཐོང་ཐུག་དེ་ཡང་ཅིག་རེད། དེ་བྱས་དུས་གང་ལ་ཆོད་སེམས་དེ་དག་ལ་བརྟེན་ནས་ང་རང་ཚོ་གི་མ་འོངས་པ་ལ་ཡང་འདི་ཚོ་འཚོ་བ་སློབ་བུ་བ་མ་ཡིན་པ་མོ་ཐིག་ནས་ཤི་ཅི་ཉང་རྫོང་མ་ཡུང་བར་དུ་བོད་ནང་ལོག་ལོ་བོད་མི་རིགས་ཀྱི་ཆེད་དུ་སྐུ་ཚུལ་ཆུ་མོ་ཕིག་ངེས་རེད། ཨ་ནི་བཙན་བྱོལ་ནང་ལོག་ལི་ཡ་དཔའ་བོ་ཐུགས་ཐིག་ངེས་གྲུ་གཙོས་པའི་སྐུ་ཚུལ་ཆུ་མོ་ཕིག་ངེས་རེད། ད་སྙང་དྲིའི་རྒྱལ་ཚོགས་གི་མདོ་ལི་ཡ་ཨ་རིག་གི་སྟབས་ཆེན་རྒྱལ་ཁབ་ནང་ལོག་ལི་ཡ་ཐེངས་དང་པོ་བློ་ཁ་རང་བཙན་ལགས་ཀྱིས་ཆུ་མོ་ཕིག་ཡ་ཆ་ཚང་ཤུགས་གཅིག་ཏུ་བསྡོམས་པའི་ཐོག་ནས་ང་ཚོ་མོ་ཐིག་ནས་ལས་འགོ་དང་འཐབ་རྩོད་བྱེད་དགོས་དེ་གལ་ཆེན་པོ་འདུག་བསམ་ནས་འཚོ་བ་དང་པོ་དེ་དེ་ཡིན་ལ། ལ་སོགས་དེ་ནས་ད་གོང་བོའི་གོང་དུ་གསུངས་པ་ནང་བཞིན་བློ་དགའ་རང་བཙན་ལགས་ཀྱིས་ཁོ་རང་གི་ཞལ་ཆེམས་ནང་ལོགས་ལ་ཡང་ད་ལྟ་ང་ཚོ་བཙན་བྱོལ་ནང་ལོགས་ལ་ད་ཡོད་མཁན་བོད་པ་ཚོ་རྡོག་རྩ་གཅིག་སྒྲིལ་བྱེད་དགོས་ཡ་དང་དེ་ནས་དམིགས་བསལ་རང་བཙན་གྱི་ཆེད་དུ་ལས་འགུལ་སྤེལ་དགོས་ཡ་དེ་འདྲ་གྱི་ད་ཞལ་ཆེམས་ད་གསལ་བོ་བྱས་ནས་བཞག་ཡོད་རེད་བ་ལ། ད་དེ་ཡིན་དུས་ཙམ་པོ་དེ་ལས་གཞི་བཞག་པའི་ཐོག་ནས་ང་ཚོ་བཙན་བྱོལ་ནང་ལོགས་ལ་ཡང་གནས་སྡོད་བྱེད་མཁན། བུད་མེད་ཚོས་ཆིག་སྒྲིལ་གྱི་ནུས་པ་གོང་བུ་སྤུངས་དགོས་ཡ་དང་ལས་འགུལ་སྔར་ལས་ལྷག་པ་སྤེལ་དགོས་ཡ་གུ་ངོས་གཟིགས་ཡོད་ན། ལ་སོགས་ལ་ཐིག་ཧིན་དེ་ཡིན་ཁོང་གི་ཞེ་ཆེན་ནང་ལུགས་ལ་ཡ་གདུང་དང་པོ་དེ། རྒྱ་གར་རིན་པོ་ཆེ་གི་ཡང་དག་པའི་དམངས་ཚུགས་གསོལ་རས་གནང་ཡ་དེ་ང་ཚོ་བཙོན་འཇུག་ནང་ཁུལ་ལ་ཐུགས་བརྩེ་བྱེད་ཡ་གཏོགས་མ་རེད་ད་ཟེར་ཏེ་གདུང་ཚུགས་ཤོག་ཆེན་པོ་ཞེ་དྲག་ཡོད་རེད་རྒྱ་གར་རིན་པོ་ཆེ་བཙོན་འཇུག་ལ་དམངས་ཚུགས་བཙུགས་ཡ་དེ་ང་ཚོའི་བོད། ཧྲི་ཞུ་བོད་མི་གི་འདྲི་ཚགས་བྱས་ནས་རྒྱལ་སྲིད་ཀྱི་ཐོག་ལ་ཡ་ཐུགས་བརྩེ་བྱེད་དགོས་གི་ཡོད་རེད་མ་མཐོང་ང་ཚོ་ནང་ཁུལ། ཐག་གཅོད་དང་ཁེ་ཕན་དང་དུས་ཚོད་རྩོད་ཡག་གི་ཆེད་དུ་མ་རེད། བ་ཀོ་གཅིག་ལ་ཡང་ང་ཚོ་བལྟས་ཙི་ཅི་ལྷོད་ཡོང་ཞུས་པའི་རྣམ་པ་འདྲ་པོ་ཅིག་ཡོད་རེད། ཁོ་རང་ཞེ་ཆིན་གྱི་གདུང་ཚིག་གཅིག་དེ་དེ་རེད། གཉིས་པ་དེ་ལ་ཡང་རང་བཙན་དང་འབྲེལ་བའི་ཐོག་ལ་ཡིན་པ་ཡིན་ན་ཡང་ང་རང་ཚོ་གི་བོད་རང་བཙན་ཟེར་དེ་བདེན་པ་དེ་རེད། ང་རང་ཚོ་གྱི་དགྲ་བོ་རྒྱ་དམར་གཞུང་གི་དངངས་ཆུ་ང་གོ་ལོད་ལ་ཡང་རང་བཙན་འཁྲུག་ཡོད། བ་བའི་ཆོས་དོན་ཞིང་ཁང་དེ་བཙན་བཟུང་བྱས་པ་དེ་ག་དུས་ཡིན་ན་ཡང་བློ་ཁ་རང་བཙན་ང་རང་སྒེར་གྱི་གྲོགས་པོ་ཡིན་ལ་ཐོག་དྲུག་བྱིས་པ་ཡིན། ཁོང་གི་སེམས་ལ་ཚོར་བ་ཆེན་པོ་ཡོད་རེད་དེ་བྱས་དུས། དེ་ང་ཚོ་ཆོལ་ཁ་གཅིག་གི་ཁེ་ཕན་མ་ཡིན་པ། ཆོས་རྒྱུད་གཅིག་གི་ཁེ་ཕན་མ་ཡིན་པ། བས་དེ་ང་རང་ཚོ་ལ་རང་དབང་གཙང་མ་གཅིག་དགོས་ཀྱི་ཡོད་ན་བས་རང་བཙན་རང་མ་གཏོང་འགྲོ་ས་རག་གི་ཡོད་མ། དཔེར་ན་ང་རང་ཚོ་འཛམ་བུ་གླིང་ལ་ཁ་ཐོར་ནས་བསྡད་ཡོད་རེད་དེ། ང་ཚོ་དེ་འདྲའི་བསྡད་པའི་སྐབས་ལ་རྒྱལ་ཁབ་དེ་དང་དེ་གི་མི་སེར་གྱི་ལག་ཆ་རག་གི་ཡོད་རེད་དེ། དུ་ཐོང་ཡོངས་རྫོགས་བཟོས་པ་བཅས་སེམས་པ་ལ་ར་མགོ་ཡོད་མ་རེད་ང་ཚོ་གྲ་ཉག་མི་རིགས་ཆགས་ཡོང་གོ་རེད་འོ་དེ་བྱེད་དུས་གང་ལ་སོ་སོའི་རྒྱལ་ཁབ་ལ་རང་བཙན་ཡོད་ན་ཁོང་གི་གདུང་རྒྱོབ་པ་ནང་བཞིན་རེད་ག་རེ་ཡིན་ན་ཡོད་རེད་རང་བཙན་མེད་ན་རང་དབང་ཡོད་མ་རེད་སྨྲ་བརྗོད་རང་དབང་ཡོད་མ་རེད་ཟེར་ཁོང་གི་གདུང་ཚིག་དེ་ག་དུས་ཡིན་ན་བོད་པ་ཚོས་ཀྱི་ཡི་གེ་དེ་བྲིས་ནས་ཉར་དགོས་ཡ་དེ་གལ་ཆེན་པོ་འདུག་ལ་ད་རིང་ཁོང་གི་དེ་གི། བཙན་བྱོལ་ནང་ལོགས་ལས་ཡ། མི་རོ་དགེ་ཤན་བར་གསུམ་རེད་ལྷག་པར་ཚོ་ཕྱི་རྒྱལ་ག་ཚ་ལུང་ཞུགས་ངེས་གཞན་ཆི་ཚོད་ཀྱི་རྒྱུད་ལས་ཡ། བས་རང་བཙན་ཐབས་རྩོད་བྱེད་ཡ་ལས་ཡ། ཚོ་བ་ཤ་ཆེན་པོ་ཅིག་དང་དར་འཕེལ་ཆེན་པོ་ཅིག་གཏོང་སོང་བསམ་པའི་ང་རང་ཡིན་ན་དེ་སང་ལོ་ཤ་ཆེན་པོ་འཁོད་དགོས་ཡོད་ལ། དེ་མ་དང་པོ་རང་ལུས་མེ་སྲེག་གཏང་རྒྱུ་དེ་མཐོང་དུས་ཙང་པ་ཁྱེད་རང་སེམས་པ་ལས་ཚོར་སྣང་ག་རེ་བྱུང།

ཁོ་རང་གིས་འཐབ་རྩོད་པ་བཅས་ངོས་ནས་འཆར་གཞི་ལྡན་པའི་གི་གཅིག་འཕུང་རྒྱང་རིང་པོ་གི་ནམ་རྒྱུན་ལས་ཀ་བྱེད་མཁན་ཅིག་གི་ཐོག་ནས། འཆར་གཞི་ལྡན་པའི་གི་གཅིག་བྱས་བྱས་དུས་འོ་ད་འདི་དངོས་གནས་གི་ཁོ་རང་གི་ལུས་སྲོག་དེ་བློས་བཏང་པ་དེ་ནོར་མི་འདུག་ཨ་རྟག་ས་དེ་ལ་འབད་དགོས་རྒྱལ་སྤྱིའི་སྡིངས་ཆ་བདུན་ལ་བཏང་ཡས་དེ་ད་ལྟའི་དུས་ཚོད་ལ་གལ་ཆེན་པོ་གཅིག་དང་ལྷག་པར་དུ་ཉི་མ་གཅིག་གི་སྔོན་ལ་རྒྱ་མི་གི་ཁྲིམས་འཆར་བཏོན་པ་རུ་བ། ཁྲིམས་འཆར་དེ་ད་དངོས་གནས་གི་ཧ་ལས་འོ་ད་ལྔ་བཅུ་ང་དགུའི་རྗེས་ལ།

པེ་རིས་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་ལ། ས་གནས་ཚོགས་པ་ཁག་དྲུག་ཐུན་མོང་གོ་སྒྲིག་བྱས་རྗེས་ནས་བོད་རིགས་མང་ཚོགས་སྟོང་སྟོང་ཕྲག་ལས་བརྒལ་བ་མཉམ་འཛོམས་ཀྱིས་ཁོ་རང་ལ་རྗེས་དྲན་དང་གདུང་སེམས་མཉམ་བསྐྱེད་ཀྱི་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་སོང་བ་དེའི་ཐོག་ལ་ཡང་རྒན་ལགས་གཟིགས་ཚུལ་ག་རེ་ཡོད་ན་དེ་ནི་དེ་ཡི་གནད་འགག་སྒྲོག་གི་ག་རེ་སྲིད་སོ། ཨ་དེ་གནད་འགག་ཆེན་པོ་རེད་ག་ཟེར་ན་ང་ཚོ་ལ་བོད་པ་ལ་སྤྱི་བཏང་གི་ང་ཚོ་ཅིག་དཀའ་ངལ་བྱུང་བའི་སྐབས་ལ།

གསལ་བསྒྲགས་ཤུགས་ཆེ་ཆུང་ལ་མ་ལྟོས་བའི་གིས་ད་ལྟའི་གི་མི་ཕོན་ཆེན་པོ་བཞིའུ་ལས་དེ་ཚང་མ་སོ་སོའི་དང་དུ་གླས་ནས་གླས་པར་རོ། དེ་དུས་ཟམ་ཙམ་ལ་ང་ཚོ་གཅིག་གི་ལྷོད་ཡང་ཤོག་དེ་འདྲའི་ག་ལ་རིག་པ་བྲིན་པ་ཡིན་ན་བོད་པ་ཚང་མ་གཅིག་སྒྲིལ་གི་ནུས་པ་གཅིག་ལ་བྲིན་བྱས་ནས་ང་ཚོ་དེ་འདྲ་བོ་གི་ལས་འགུལ་འདི་ཡང་ཟང་ཟིང་སྤེལ་གལ་ཆེན་པོ་རེད་ཤག་དེ་ཡིན་དུས་མ་འོངས་པ་ལ་ན་གཞི་རྒྱ་ཆེ་བའི་ལས་འགུལ་དང་དུ་དེ་གཅིག་གོམ་བགྲོད་དང་བྲལ་བའི་གི་དཔེ་ཐུང་ཡག་པོ་འདུག་དཔེ་ཤག་ཅན་ནི་རྒྱལ་སྤྱི་ནས་དེ་ད་ལྟ་སྐད་སྐད་འབོད་རྒྱག་ས་བོ་ལ་སྐར་མ་ཉི་ཤུ་རེད་འདུག་བ། དེ་འདྲའི་དགྲ་བོ་དག་དེའི་ཕྱི་ག་ལྟར་ལས་ཀ་བྱེད་མཁན་ལ་ཆ་ཤིག་ཏིང་ངེ་ལ་དཀའ་ལས་ཡོད་དེ་ཆ་ཤིག་ཅིག་གི་སྟེང་ནས་བྱས་པ་ཡིན་ན། དེ་རིང་མར་མུ་མཐུད་ནས་བྱས་པ་ན་འཛམ་གླིང་ཚང་མའི་ནང་ལས་འགུལ་འདི་ལྷག་པར་དུ་དང་ལས་ཀྱི་ང་ཚོའི་འདི་ནང་ལ་གཞོན་སྐྱེས་མང་པོ་ཞི་བོ་ལས་ཤ་སྟེ་བཟའ་ང་ཚོས་ཀྱི་རེ་བ་དང་ང་ཚོས་ཀྱི་རྒྱབ་སྐྱོར་བྱེད་ས་འདི་གཞོན་སྐྱེས་ཆགས་དུས་གཞོན་སྐྱེས་སྣེ་ཁྲིད་ནས་ང་ཚོ་གི་ལས་འགུལ་འདི་དང་མཉམ་ཞུགས་བྱས་ཏེ་གལ་ཆེན་པོ་ཞི་བོ་མཐོང་གི་འདུག་དེང་སང་ཁོ་རང་གི་བདག་གཅེས་ཁ་ཆེམས་རེད་ཁོ་རང་རེ་སྒུག་རེད་འདི་ང་ཚོས་མུ་མཐུད་ནས་ལག་བསྟར་བྱས་འདི།